ཨཱ་ནི་ཕྱོགས་གཉིས་ཀ་ལྟ་བུ་རེད། ཕྱོགས་གཅིག་རང་གཅིག་ལ་ལྟ་ནས་བཤད་པས་ན་ཨཱ་ནི་ག་འདྲའི་ག་འདྲའི་ཡིན་མིན་དེ Bias ཆགས་རེད་ལན་གཅིག་བྱས། ཨཱ་ནི་ཡང། ག་ད་ཁྱེད་རང་ཚོས་གི་བིད་འགྲོ་བཟོས་དུས་ཙམ་པ་ཡིན་ན་དེ་ལ་ཡང། མ་བཟོས་སྙོད་ལ་ཡང Investigate ཡག་པོ་བྱེད་དགོས་རེད་ཞུ་དག་ཡག་པོ་བཏང་དགོས་རེད་ལན་ཡང་ཁོ་རང་བིད་འགྲོ་ནང་ལོག་ལ་འདུག་ཁོས་དོ། ད། འོང་དེ་འདྲའི་སྒྲོག་བྱས་ཨ་ནི་ཁ་ཤས་ཀྱི་ཨ་ནི་བི་དྲོ་བཟོས་དུས་ཨ་ནི་དལ་ལ་ཡ་བི་དྲོ་དཔེ་རིང་པོ་དེ་འདྲ་བཟོས་བཞག་སི་ལ་ཡ་དེ་འདྲའི་ཁོ་རང་བི་དྲོ་དེ་ནང་ལ་ད་ལབ་གི་འདུག་བ་ཁྱོད་ཚོས་ཅིག་ད་ཆ་ག་སི་དེ་འདྲ་རིང་པོ་དེ་ཞུ་དེ་འདྲ་འདུག་སི་ལ་ཨ་ནི་དེ་འདྲའི་གི་ཁྱེད་རང་ཚོས་གི་ཚོར་སྣང་མཐོང་པོ་སྣུམ་པོའི་སྒང་ནི་ཡ་བི་དྲོ་བཟོས་བྱས་པ་ཨ་ནི་དལ་ལ་ཡ་མི་མང་གི་ཁ་བརྡུང་མང་པོ་བཏང་གི་རེད།

ཕྱོགས་ཚང་མ་གི idea ཅིག་གོ་ཐུབ་ཀྱི་ཡོད་ན། ཨཱ་ནི་མ་འོངས་པར་བི་དྲོ་བཟོས་ཉེན successful ཡོད་རྒྱུ་ཁོ་རང་ཚོས་ཀྱི་བཟོས་པ་དེ་བཟོས་པ་རང་ར་ག་འདྲི་བཟོ་དགོས་ནས they know the numbers ར། ཨ་འདི་ལ་འགྱུར་བ་དམིགས་བསལ་གྱི་སྒྲོ་སྐུར་དྲན་གྱི་མི་འདུག་ཨ་དེ་མ་ཡིན་པའི་གི་བི་དྲོ་བཟོས་ཉེན་གསར་བ་དེ་འདྲས་ཡིན་པ་ཡིན་ན་ཡང་དེ་འདྲས་གི standard འདི་རེད་ལ་ཡ་བཟོ་ར་བཟོས་ར། ད་ག་རང་ཅིག་ཆགས་ཀྱི་ཡོད་པ་ཡིན་ན།

Professional Journalist། ཡིན་མགྱོགས། དེ་ནང་ལོག་ལི་ཡ་ཕ་ཅན། ད་ཡོད་མ་རེད་ལ་ན་ཧམ་པ་ཚ་དྲ་བའི་གཅིག་གཉིས་དོན་ཐོག་ཁ་བོར་ཡིན་ནའི་ད་མ་རེད་ལ་ན་ཡོད་མ་རེད་ལ་བས་ན་མ་འགྲིག་ཡ་སའི་ཕ་ཅན་ཡོད་མ་རེད་ཡ་ཨོ་ཨོ་འདི་འདྲ་ཅིག་ཡིན། ང་ཚོའི་ཡུལ་གྲུ་པ་ཅིག་ཡོད་རེད་ར། ཨ་ནི་གཉིས་པ་དེ་ལ་ཡ་ཆ་རྐྱེན་དེ Investigate བྱེད་དགོས་རེད་ལ་ཡ་ད་ད། Media House ཆུན་པོའི་བྱེ་ཐང་ན་བཞིན་ཅིག་འཇིག་བྱེད་སྒོ་རེ་གི་རྣམ་འགྱུར་གྱི་རེ་བ་དེ་འདྲས་ཅིག་བྱས་པ་ལས་ཡ། ང་ཚོའི Society དེ་འདི་གམས་ཅིག་གི Resource ཡ་བསྡུ་རུབ་བྱས་ལ་ཡ་ལས་སླ་པོ་ག་ཡ་ཡོར་དྲན་གི་མི་འདུག་དྲང་པོ་བཤད་པ་ཡིན་ན་གནས་ཚུལ་ཅིག་ཆགས་ཡོད་པ་ཡིན་ན་གནས་ཚུལ་དེ་ཨ་ནི་མི་སྒེར་གཅིག་གཉིས་པ་ར་ལ་ཆགས་ཡོང་དུས་ཙམ་པ་ལ་ཡིན་ན། ང་ཚོའི Source of Contact དེ་ག་རེ་ལབ་པ་ཡིན་ན། མི་རང Individual ཅིག་གི་ལབ་རྒྱོ་ད་ག་རང་འགྲོ་ཅིག།

འོན་ཏེ་མི་དུས་ཙམ་པ་ལ་ང་ཚོ་ལ་ག་རེ་ཡོད་རྒྱུ། Resource at disposal སོ་སོ་ལག་པ་ལ་ག་རེ་ཡོད་རྒྱུ་ད་ག་རང་གི་ཡ་ནི་མ། གནས་ཚུལ་དེ་མ་སྤུངས་བྱེད་ཅིག་སྤྱི་ཚོགས་སྒང་ལ་ཡ་བཞག་གི་འདུག་ཨ། སྤྱི་ཚོགས་སྒང་ལ་བཞག་འོང་དུས་ཙམ་པ་ལ་ཡ་ད་ང་ཚོའི་གི་བོད་པའི་གི། ཨ་ཁ་དཔེ་འདྲ་བོ་ཞིག་ནང་ལ་ལབ་གི་འདུག་ཨ། མི་གིས་གནས་ཚུལ་སྐད་ཆ་ཅིག་སྒྲུག་གི་ཡོད་ན་ཕ་རྗེས་དེ་ལ་སྐྱོན་ཅིག་གནས་ཚུལ་ཅིག་ཡོད་རེད་སྐད་ཆ་ཅིག་སྒྲུག་གི་ཡོད་ན་གནས་ཚུལ་ཅིག་བྱུང་ཡོད་རེད་ལས་ཀྱི་ཡོད་རེད་བ། འོ་འོ་འདི་ཡིན་དུས་ཙམ་པ་ལ་ཡ་འདི་ང་རང་ཡིད་ཆེས་དཔེ་ཤུགས་ཆེན་པོ་བྱེད་ཀྱི་ཡོད་རེད་བ། འོ་འོ་འདི་འདྲའི་ཅིག་གནས་ཚུལ་ཅིག་སྒྲུག་དུས་ད་ལྟའི་ཇི་མ་ཇི་བཞིན་གྱི་གཅིག་པ་གཅིག་རྐྱང་ཅིག་རེད་མ་རེད་ལས་འདི Doubtful ཡིན་སྲིད་ཀྱི་རེད་ཡིན་ནའི་གནས་ཚུལ་ཅིག་ཆགས་ཡོད་རེད་ལས་ཀྱི་ཡོད་རེད་བ། འོ་འོ་འདི་འདྲའི་ཅིག། གི་གནས་ཚུལ་འདི་མིན། ང་ཚོ་ཡུལ་གྲུ་བོད་ཀྱི་འཇུག་འོག་རེད། ཨ་ནི་འཇུག་ནས་ཡ། བིདེའོ་ནང་བླུག་དེ་ལ་ཡ་ལྟ་ངན་ཕོན་ཆུང་པོ་མང་པོ་ཅིག་གིས་བལྟས་པ་ཡིན་པ་ཡིན་ན་ཨ་ནི་དེའི་སྒང་ནས་ཡ་གོམ་པ་ཅིག་ཡ་ཐོད་པ་བརྒྱབ་ཨ་ནི་ང་ཚོའི་གི་ཨོ་ཐོ་རི་ཏི་ད་དེ་གཞུང་དང་འབྲེལ་ཡོད་ཀྱི་གནས་ཚུལ་ཆ་དགོས་ཡོད་པ་ཡིན་ན་ལས་བྱེད་དང་དེ་ཚོ་ལ་དུས་ཁ་སིན་དེ་ཡིན་ན་གཞུང་དང་ཐད་ཀར་འབྲེལ་བ་ཆགས་འགྲོ་གི་རུ་ཨ་ནང་སྲིད་དང་ཕ་ཆེ་འབྲེལ་བ་ཆགས་འགྲོ་དུས།

Practically བཤད་པ་ཡིན་ན་མི་ཉམ་ཆུང་ཅིག་གི་སྙན་ཞུ་དང་དེ་འདྲ་ལྟ་ཇུས་གོ་སའི་ག་ཡོག་མ་རེད་ཧོ་ད་ག་འདྲ་ཅིག་ཤེས་དུས་ཙམ་པ་ལ་ཡང་སྙིང་ཇོ་མོ་འདྲ་བོ་བྱས་ག་འདྲ་བདེན་པ་ཡོད་ན་ཨ་ནི་བཤད་ས་དང་གཏུག་ས་ཡོད་རེད་ལ་ནི་ཅིག་མང་མོས་ཀྱི་ཅིག་འབོད་སྒྲ་ཞུ་བྱེད་དེ་གི་རེད་མ་བཞིན་གི་དངོས་གནས་ཀྱི་དགའ་དགུ་ཅིག་ཐུག་དུས་ཙམ་པ་ལ་ཡང་མི་སྐྱོ་བ་དེ་དང་ཉམ་ཆུང་བ་དེ་དང་མི་ཞན་པ་དེ་ལ་ཡང Justice དང་བདེན་པ་ར་ཡ་ལའི་དེ། དཔེ་ཉུལ་ཉུལ་རེད་ད་དྲང་པོ་བཤད་བས་ན། རག་གི་ཡོག་མ་རེད་ལངས་མེད་ཡིན་ནའི་དཔེ་ཉུལ་ཉུལ། གལ་སྲིད་རག་གི་ཡོག་བས་ནའི་དུས་ཚོད་ཡ་ཡུལ་རིང་པོ། ཧོ་མིའི་མགོ་ལ་སྐྲ་ཁ་སྐྱེས་འགྲོ་བས་འདི་འདྲའི་དུས་ཚོད་འགྲོ་འདི་འདྲའི་སྐོར་སྐོར་རོ། ད་འདི་འདྲའི་ཡིན་དུས་ཙམ་པ་ལ་ཡང་ང་ཚོ། Tibetan YouTuber ཚོ་ནང་མཐོན་པོའི་སྒང་ནས་ཤེས་བདེ་ངས་འདི་འདྲའི་གི་ག་ད། ཧོ Investigation ཞིབ་བོ་མེད་པ་ཡིན་པ་ཡིན་ནའི།

བདེན་པ་འཕགས་མཆོག་དང་ནོན་འཁྲུལ་འཕགས་མཆོག་དག་ལ་ནི། ཟབ་ས་སིད་སིད་ཞུ་བྱས་པའི་ན་ད་ཨ་ད་གོམ་པ་རྒྱབ་ཐུག་མ་ར་ཧོ། གང་དག་ཅིག་གིས་གོམ་པ་རྒྱབ་སྟངས་འདི་ནོར་གུ་ཡོད་པ་ཡིན་ནས་ཀླད་ས་ག་བ་ལ་ཀླད་གོ་ཡོད་མེད་འདི་ཕ་ཆེན། ཡུལ་གྲུ་པ་བོད་པའི་ཡུལ་གྲུ་པ་མང་ཆེ་གིས་ཧ་གོ་གོ་དྲན་གི་འདུག་མི་ཕ་ཆོ་དེ་ལ་ཡ་ག་ལ་བ་ལས་བདེན་པ་དང་གོ་རང་ལ་ཡ་རྒྱབ་སྐྱོར་ཅིག་འདྲས་གི་འབད་བརྩོན་བྱེད་གོ་ར།

ད་ལྟ་བསོད་ནམས Toronto ཁོ་རང་གྱི་ལ་བལ་ཡ་ནི་ད་ལྟ One Sided ཅིག་ཡིན་པ་ན་མིའི་ག་འདི་ལ་ཡ་ཚོགས་གཏམ་དང་ཨང་ཀ་མེན་སྡུག་ཅག་དང་དེ་འདྲས་ཅིག་གཏང་གི་རེད་སི་ལས་ཅོ་རོ། འོ་འདི་ཡིན་པ་ཡིན་ན་ད་ད་འདི་ག་ད Investigation ཡག་པོ་ཞོ་ཅིག་མི་ཅིག་གི་བྱེད་ཀྱི་ཡོད་ནའི་ཨང་ད་ངན་ཅིག་གི་ག་ད་ཉི་མ། ཉི་མ་དཔེ་སེར་བོ་ཤར་བསྡད་ཡོད་པའི་གནས་གང་ལྟར་ལྟ་ངན་འདི་མིག་ཤེལ་ནག་པོ་ཅིག་གོན་འདོད་མིག་ཤེལ་ནག་པོ་ཅིག་གོན་འདོད་ན་ན་གུང་རེ་ཞིག་ལབ་གི་རུ་ཁོ། འོ་འོ་འདི་འདྲའི་ཡིན་དུས་ཙམ་པ་ལི་ཡ། ཨེ་འདྲས་གི་ཡག་པོ་ཅིག་བཟོ་གི་ཡོད་ནས་ཁྱེད་རང་ལི་ཡ་ཚོགས་གཏམ་ལྟ་ངན་གི section ཅིག definitely ཡོང་གི་རེད་གང་ལྟར་མི་ཚང་མ་ལི་ཡ་འདོད་པ་གང་ཅིག་བཟོས་འདུག་མ་རེད། འོ་འོ་འདི་ཡོང་གི་མ་རེད་ནི་འདི i think།

འདུག་ལྟ་དུས་ཙམ་པོ་ལེན་ན་སྐད་ཆ་བཤད་བསྡད་རྒྱུ་འདྲ་བ་བརྗོད་ར། ཨ། སྐད་ཆ་ག་ལ་བ་རེད་ང་ཚོ Gossip བྱེད་བསྡད་རྒྱུ་ཡིན་ནའི Topic གཅིག་གམ་སྐད་ཆ་བཤད་ཁོ་བར་གདའ། འོན་ཏེ། And sometimes it get really long ད་ཆུ་ཚོད་གཅིག་གཉིས་འདྲ་ཡོད་རྒྱུ་ཆགས་ཀྱི་འདུག་ཨ། ཡིན་པ་ཡིན་ནའི་འོན་ཏེ་གི Video འདི་ལ་ཡ་ལྟ་ངའི་མིང་དཔེ་མང་པོ་འདུག་ཨ་ཡ་སྟོང་ཕྲག་བཅུ་བཅོ་ལྔ་ཉི་ཤུ་སུམ་ཅུ་འདི་འདྲ། འོན་ཏེ་ཡིན་དུས་ཙམ་པོ་ལ་ཡ།

མི་མང་པོ་ཞོལ་བུ་གཅིག་གིས་སྟོང་ཕྲག་ཉི་ཤུ་སུམ་ཅུ་གཅིག་གིས་བཏང་ཡོང་དུས་ཙམ་པོ་ལ་ཡ་ཧོབ་ཏུ་མལ་ལྟ་ནར་དང་ང་རང་གིས་ན་ལེཏལི་ང་རང་གིས་དེ་འདྲའི་ཅིག Experience བྱུང་སོང། མི་སྟོང་ཕྲག་སུམ་ཅུ་དེ་འདྲའི་སྟོང་ཕྲག་ད་སྟོང་ཕྲག་སུམ་ཅུ་ཕར་བཞག་ཞོག་སྟོང་ཕྲག་གཉིས་གསུམ་ཅིག་གིས་ལྟ་གི་ཡོད་པ་ཡིན་ན། ད་ང་ཚོ Toronto འགྲོ་རྒྱུ་ན་སྤྱི་ཁང་དག་དག་གང་གི་མི་ཅིག་གིས་ལྟ་གོ་རེད་ཨ་ད་དེ་ལས་ད་ཡག་པོ་ཞོལ་བུ་གཅིག་བཤད་བར་བ་བཤད་སྟངས

སོ་སོའི་ལྟ་དུས་ཙམ་མིན་ཨོ་ཀེ་འདི་འདི་ཁ་སིང། ནི་ཡོད་ཨ་གཅིག་གཅིག་ནི་ག་ད language འདྲ་བོ་ཅིག་ཡིན་པ་ཡིན་ནའི་ཞེ་ས་ཟིན་ངེས་ཞུ་བོ་མེད་པ་ཡིན་པ་ཡིན་ནའི་ག་ད་ཅིག་གི་པེ། རོགས་ང་ཚོའི་ནང་བཞིན་ཆེན་ད་པེ་ཞེ་ན་ཨིན་ཇི་གེ་ང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡིན་པ་ཡིན་ན་སོ་སོའི་གཡས་གཡོན་ལ་ལྟ་དུས་ཙམ་པ་ལ་ཡང་སྐད་ཆ་བཤད་བྱེད་དུས་ཙམ་པ་ལ་ཡང། བོད་སྐད་གཙང་མ་གཙང་རྐྱང་གཅིག་རྒྱ་གོང་མ་ར་སུ་ཝང་གཅིག་ད་རྒྱ་རྒྱ་གོང་མ་ནོར་ནོར་སུ་ར་ད་དེ་ཕྱི་རྒྱལ་ལུང་པ་ལི་ན་མང་ཤེས་གཅིག་གི་འདི་གནང་ལོག་ལ་དབྱིན་ཇི་ཡོད་པ་ར་ཨོ། ཨ་ནུ་འོ་འདི་འདྲ་ཡིན་དུས་ཙམ་པ་ལི་ཡ་ད་ཡུ་ཀྲུབ་བཟོས་མཁན་མི་དེ་གས་སྐད་ཆ་ཤོད་དུས་ཙམ་པ་ལི་ཡ་ཀྱི་མ་ལི་ཡ་ད་ག་ད་ལུང་པ་ལ་དཔག་བའི་ཆེད་རྒྱ་གར་དེ་བ་ཅིག་ན་རྒྱ་གར་ལ་དར་སོ་རྒྱ་གར་རྒྱ་གར་སྐད་དར་སོ་ཆུན་པོ་ཡོད་དུས་ཙམ་པ་ལི་ཡ་དཔེ་བཞེད་ན་ད་ངའི་དེ viewer དེ་དམག་མི་འགྲོ་བཞིན་པ་ཡིན་ན་རྒྱ་གར་སྐད་དེ་ཀྱི་མ་ལ་མང་གོ་པའི་རྫུ་གུ་ར་ཧོ་བོད་སྐད་རྒྱ་གི་ཡེ་གི་ལ། འོ་དེ་འདྲའི་འགྲོ་རྫུན་ངན་གྱི་སྐད་བརྗོད་ཡོད་པས་ན། ཁོ་ཁོ་མཉམ་དུ་ལ Connection སྤེལ་ཉེ་བོ་རུ། ཡང་འདི་ནང་བཞིན་གྱི་གཞོན་སྐྱེས་འགྲོ་བས་ན། ད TCV ཐོན་དེ་ངས་སོ་ར་འགྲོ་བྱེད་ཀྱི་སློབ་གྲྭ་འགྲོ་སྙེ་མ་འགྲོ་འགྲིམ་ཉུལ་འཇོག་བྱེད་ཀྱི Video ཅིག་ལྟ་དགོས་ཡོད་ན། འདི་ལྟ་འཇོག་བཅས་མི་འདུག་འགྲོ་ལ་གོས་ན། འཇོག་ལ་ཡ་འདི་ལྟ་ཚིག་ཨིན་ཇི་རེད་དེ་ལས་ཡིན་ནའི་ང་ཚོ TCV བོད་ཆོས་དཔེ་མང་པོ་བཏང་དུས་ཙམ་པ་ལས། ཨཱ་ནི་སོ་སོ་མཉམ་དུ་ལ་གཅིག་པ་ཡིན་འགྱོག་འགྲོ་བྱེད་ཀྱི Feel འགྲོ་བྱེད་ལི་གི་འདུག་ཨ་ཡ། ཨཱ་ནི་འོ་འདི་འདྲའི་ཅིག་གླས་འོང་དུས་ཙམ་པ་ལ་ཁྱེད་རང་ལྟ་ངན་གྲོ་བ་འདུག་ཨ།

རྟ་སའི་མི་དེ་སུ་ཡིན་མེད་ག་འདྲའི་འགྲོ་བ་ཅིག་ཡོད་མེད་སྐད་ཆ་བཤད་སྟངས་གང་ནས་ཡིན་ནས་ཨ་སྐད་འདི་ཕ་ཆེན་ཏི་སི་བའི་འགྲོ་བ་ཅིག་ནས་ཡིན་ས་རེད་ལ་ཡ་སོ་ར་འགྲོ་བ་ཅིག་ཡོད་ར་ཡང་ཨིན་ཇི་སྐད་ཀྱི་མ་སྐད་མ་ལ་མ་མགོ་བེད་རྒྱག་གི་འདུག་ཁོ་བོ་ཕ་ཆེན་ཕྱི་རྒྱལ་འདི་ངའི་ཡིན་ས་རེད་ལ་ཡ་སོ་ར་འགྲོ་བ་ཅིག་ཡོད་ར་འདི All these play as creating a brand in a way Brand ཅིག་བཟོས་གོ་ར་ཨོ་ཡང་ཁ་ཤས YouTube The politics འགྲོ་བ་ཅིག་ནང་ལོག་ལ་བཤད་དེ་ངེད་ཀྱི YouTube པ་མང་པོ་བྱུང་གོ་འདུག་ཨ།

ཁྱི་དྲུག་རོ། ཨཱ་འདི་ཡག་པོ་མཐོང་གི་ཡོད་ན་ཨཱ་ནི་མི་ཚང་མ་ཡང་གནས་ཚུལ་འདི་འདྲའི་ཅིག་ལ་ཡིན་ན་ང་ཁོ Refer བྱེད་ཀྱི་ཁོའི Channel དེ་ནང་ལྟ་འགྲོ་གི་ཡིན་ལས་བྱོས་རོགས། ཡང་གནས་ཚུལ་ད་ག་རང་འདྲ་བོ་ཅིག་ཡང་རོགས་པ་ཅིག་སྐད་ཤིག་ཅིག་ཁ་སེང་མི་འདས་བྱ་སྟོང་གི་སྟོང་གི་སྐད་ཆ་འདྲ་བོ་བཤད་ན་ཨོ་ཁེ་དང་པོ་མི་ཞིག་གསོས་ཤོག་ཁོ་འདི་འདྲ་འདི་འདྲ་ཅིག་བྱས་ཡིན་ས་རེད་དོ་ཁོ་ཕ་ཅོག་འདི་མི་འདི་ཕ་ནི་རེད་ཤག་ཅོག་རེད་ཤག་སྙོག་རེད་ཤག་འགྲོ་གི་ལ་དུས་ཙམ་པ

ཨ་ནི་ད་རིང་གི་ཆུ་ཚོད་དྲུག་པ་ལ་ཡ་ཕ་གད་ཀྱི་ལང་ཀ་དེ་འདྲས་ཅིག་ལ་ཡ་ཨ་ནི་མོ་ཏྲ་དེ་འདྲས་ཅིག་བཞུད་ནས accident ཆགས་ནས་ཨ་ནི་མི་དེ་དེ་འདྲས་ཨ་ནི་ཨེ་འདྲས་ཅེས་ལ་འོག་མར་ཕ་གད་ཀྱི་མི་ཞིག་རིག་བསྡད་ཤིང་ཧ་འོག་མ་སུ་ཀའི་མོ་ཏྲ་བདའ་བི་ཡིན་ས་རེད་ལ་དེ་དེ་ལ organize བཅས་ཡོང་མ་ར། མི་དེ་ཁོ་ར་ཁོ་ར་ག་འདྲས་ལ་གུས་ནས་ཨ་ནི་སོ་སོ་སོ་སོས་གི་ཡང་འོང་དེ་ཅིག་ལེན་ཡང་སོ་སོས་ཕར pass down བྱོ་ག་ར་དེ་འོང་དེ་འདྲས་རང་འགྲོ་བོ་བྱས་ནས་འགྲོ་གོ་ར་ད་ང་ར་སམ་ང་རང་འོང་དྲིས་ལེན་གུས་ཡོད་ར་འོང་དེ་འདྲས་འགྲོ་བོ་བྱས་ནས་འགྲོ་གི་ཡོད་པ་ཡིན་ན་ག་འདའ།

ཆུ་ཚོད་རིང་པོ་བཞུགས picture འདྲ་བོ་དེ་འདྲའི་གི་པོར་དགའ་ཆུ་ཚོད་གཉིས་དེ་འདྲའི་བཟོས་འོག་མ་ར་ཡ། interview དེ་འདྲ་བྱེད་དུས་ཙམ་ཆུ་ཚོད་གཉིས་གསུམ་མི་འདྲ་ཡོང་མ་ར་དར་སང་པོར་དགའ་སྟངས་ལོར་ཆུ་ཚོད་གཉིས་གཅིག་དང་ཕྱེད་ཀ་གཅིག་དང་སྐར་མ་བཞི་བཞི་ལྔ་དེ་འདྲ་བྱེད་ངེས་གི་པོར་དགའ་བྱེད་ངེས་རྒྱ་གར་ནང་ལས་དཔོན་མང་པོ་རེད་ཕྱི་རྒྱལ་ནང་ལོར་ལས་དཔོན་མང་པོ་འདུག་ཨ་ཡ། ནས་འོང་དེ་ལས་དུས་ཙམ་པ་ལ་ལན་དེ་ཁོང་ཚོས་ལེན་གི་འདུག་ཨ་དེ་ཤག་སྙན་མ་ན་བྱེད་མ་བྱེད་བྱེད། ལོགས་ཁ་ཅིག་ནས་ལེན་གྱི་འདུག་ཨ་ནི་ཡང་གཉིས་པ་དེ་ལ་ཡིན་པ་ཡིན་ན། ཁོང་ཚོས་ད་ལྟ་ཡུལ་གྲུ་པ་སྐད་གྲགས་ཆེན་པོ་དང་ཚུལ་གྱིས་གང་ལྟར་ཁོ་རང་ཚོ་ལ་ད་པད་ཤག་དང་རྒྱབ་ལོགས་ལ་མི་དེ་གི་ག་ལ་བ་རེད Equipment དང་གང་ལྟར་ཅིག་གི Software Edit བྱེད་དགོས་ཡིན་ན། མཐུན་རྐྱེན་ཆ་ཚང་ཡོད་ར་པད་ཤག་ཆ་ཚང་ཡོད་ར་ཡིན་ནའི། ད་ལྟ་འདི་ཁྱེད་རང་ཚོས Video ལྟ་བྱེད་དུས་མཐོང་གི་ཡོད་གི་ད། མཚམས་མཚམས་ལྟ་ད།

ཁ་སེང། བསོད་ནམས་ཁྲོ་རང་ཁྲོ་ཁོ་རང་གིས་ཅིག་བཤད་ཡོད་རེད། ནི་ཨང་ཉེས་ཀས་འདུག་ཅིག་བཤད་ཡོད་ན། ནི་ལྟ་ངན་ཅིག་གཞོན་སྐྱེས་ཅིག YouTube པ་ཞན་པ་ཅིག་ཡིན་པས་ནི། ཁོ་རང་ཚོ་ལས Perspective ཅིག་ར་ཡ་ཅོ། ཨ་ཕ་གས་འདི་རང་རེད་ལ་ཡ་ཁ་ཡ་མེད་བ་ཅེ་འདི་ཡ་རང་རེད་ལ་ཡ་མེད། ཁྱིས་མ་ལ་འདི་གིན་ལ་ནི་འགྲིག་ད། མ་རེད་ག་འགྲིག་ད་འདི་ཡང་ཅིག་ལབ་ད། འོང་དེ་ཡིག་དང་ངའི་འབད་བརྩོན་འོང་དེ་ཡིན་ག་ལ་ན། ཅེས་ཚང་མ་ག་ཅིག་བེའུ་འདྲ་མི་འདྲ inform དུ་ཡོད་རྒྱུ་འགྲོ་རྒྱུ་ཕ་ཅོ་འདི་གིས་འདིའི་སླད་འདི་འདྲས་བརྗོད་རེད་ལ་ནི། གང་ལྟར་ཅིག་གི་བྱེད་སྟངས་དེ་ནོར་བསྡད་ཡོད་ན་ད། མི་ལྟ་ངན་གླིང་མ་རུ་དྲང་པོ་བཤད་པ་ཡིན་ན།